བོད་ཀྱི་སྲིད་མི་སུ་ཉིད་ཡོངས་ལ་ཡ་མཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང་ད་ད་ལྟ་དེ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ད་སྐོར་རྒྱུགས་ལ་ཡ་ཕེབས་པའི་སྐབས་སུ་སྤྱི་འཐུས་རྣམ་པ་ཚོ་ལ་ཡ་མི་མང་གི་ཨ་དྲི་བ་བཏང་ཤག་རྒྱོགས་ཤིག་ད་དེ་ལ་ཡ་སྤྱི་འཐུས་རྣམ་པ་ཚོ་གི་ལན་བསྐྱོན་ཤག་རྒྱོགས་ཀྱི་རེད་འདུག་ལྷན་རྒྱས་རྣམ་པ་ཚོ་དེ་ཡག་པོ་ཅིག་སེམས་རོགས་གནང་སེམས་འདྲི་ཞུ་ཡ་ཡིན་ད་དེ།

བཏང་ནས་སྤྱི་ཚོགས་ནང་ལོག་ལ་ཡང་རྙོག་དྲ་མང་པོ་ཅིག་དང་ར་ལྟ་རན་པོ་མང་པོ་ཅིག་བྱུང་ཚར་བ་རེད། དེ་ཡང་གཅིག་གཅིག་གཉིས་གཉིས་ཀྱིས་ནས་གསལ་བཤད་བྱེད་མ་གོ་བ་བྱས་ནས། ཨ། ད། མི་མང་ལ་ཡང་གོ་རྟོགས་སྤེལ་ཡ་རང་ཆེད་དུ་བཟོ་གི་ཡོད་ཟེར་ནས་ཞུ་ཡ་ཡིན་ལྷན་གྱི་རྣམ་པ་ཚོ་ལ་ཡང་འཚམས་འདྲི་ཡོད་ལ་སོ་འདི་ཉིན་ཐོ་འདི་གཅིག་གཟིགས་རོགས་གནང་ཟེར་ཞུ་ཡ་ཡིན་ལ་སོ།

ཁོ་ཚོས་མིར་ནོར་འཁྲུལ་གྱི་གུ་གུ་རུ། ད་དུང་སུའི་རྒྱལ་ཁབ་གཞན་དག་ཅིག་གི་ལ་ཡར་བལྟས་པའི་ངན་པའི་ཚིག། ཁྲིམས་ཀྱི་ཁང་དེབ་བཅུ་ལ་ཡར་སྤེལ་བའི་ལུགས་སྲོལ་སུས་ཡོང་མ་རེད་ཟེར་གྱི་ང་ཚོ་ཁྲིམས་ཐོག་ལ་དེ་གས་འཇུས་གི་མེད། ཡིན་ནའི་ང་ཚོའི་བློ་ཕམ་དེ་ག་རེ་ཡོད་རེད་ཟེར་ན། ད་ལྟའི་སྤྱི་འཐུས་དང་བོད་སྤྱི་བལ་གྱི་ཕྱག་ལས་གནང་ཉེན་ད་རམ་ས་ལ་ཕྱག་ལས་གནང་ཉེན་དེ་ག་ཅིག་འདུག་ཟེར་ན། རང་གི་ལུང་པ་ཡིན་པ་ནས་བཞིན་ང་ཚོ་ལུང་པ་ཡོང་བ་མ་རེད་ཡིན་ནའི། ད་ལྟ། སྐུ་ཞོགས་བཀའ་གནང་སོང།

སྤྱི་འཐུས། དོན་དུ་སྤྱི་འཐུས Debate དང་ཆོས་ལུགས་སྤྱི་འཐུས Debate ཆགས་བསྡད་ཡོད་རེད། ད་དེའི་ནང་ནས་གར་སྤྱི་འཐུས་ལ་ཟེར་བས་ན། ཆོས་ལུགས་སྤྱི་འཐུས་ནང་ནས་དབུ་མའི་ལམ་ལ་ཡང་ཡིད་ཆེས་མེད།

ཟིག་ལྷ་དགུ་རེད། ཨ་ཆེན་གྱི་དཀའ་ལས་རྒྱབ་བཞག་རྒྱུ་ཡོད་མ་རེད་ལྟོ་གཉིས་ནི་ཡོ་བྱད་རེད། དེ་རིང་བར་དུ་མཐོང་མ་མྱོང། གོ་མ་མྱོང། དཀའ་ལས་ག་རེ་རྒྱབ་ཡོད་མེད་མི་ཤེས། ཡིན་ནའང་མི་རྒན་པ་ཅིག་གིས་རྒྱབ་ཡོད་མེད་ཟེར་དུས་རྒྱབ་ཡོད་པ་ལ་ངོས་འཛིན་བྱས་འོས་མ་རེད། ཨ་ནེ་སྤྲུག་ཆུང་ཆུང་འདི་ལོས་མང་པོ་ཡོད་ས་ལ། འཕྲོ་གཞས་མ་གཞས་མང་པོ་བྱེད་འདོད་མེད། ཡིན་ནའང་བཙན་བྱོལ་བོད་མིའི་སྐྱག་ཕྲན་དོན་ཚན་དྲུག་ཅུ་རེ་གསུམ་གྱི་ནང་གསེས་བཞི་པ་དགོངས་དོན། ཁྱིམ་དུད་ཁྲིམས་ཞིབ་པ་ཁོང་ཆུད་གཏོང་གི་གནས་སྐབས་སུ། ཁྱིམ་དུད་ཁྲིམས་ཞིབ་པ་ཁོ་རང་ཚོ་གིས་ཡང་སྤྱི་འཐུས་གནས་ཚུལ་ལ་ངོས་འཛིན་བྱས་ནས་ལས་ཚབ་བྱ་རེས། དེའི་མཇུག་གི་གནས་སྟངས་དེ། བཅའ་ཁྲིམས་ཀྱི་དོན་ཚན་གང་ཡང་མ་གསལ་བའི་ཐོག་ནས་ཡང་བརྫུས་ཡོད་རེས། དེ་འདོན་སྤྲོད་རེས། བཅའ་ཁྲིམས་ཀྱི་དོན་ཚན་ནང་ལ་ཡང་མ་བུད་ས་ཆུ་ཡང་ཡོང་ས་ཀྱི་ལམ་ཁ་ཅིག་དགོས་རེད་བ། ཕྱི་ལོག་གནས་སྟངས་ག་རེ་ལབ་ཀྱང་འགྲིག་གི་རེད་བ། དེ་ཡོད་མ་རེད་དཱ། རྒྱལ་བ་རིན་པོ་ཆེ་བཀའ་ཡིག་ནང་ལ། ཀྱི་བྲིས་ཡོད་པ་དང། བཅའ་ཁྲིམས་བདུན་ཚན་འདིའི་འོག་ནས་ཨ་ནི་འགྲིག་ཡོད་རེད་འགྲིག་ཡོད་མ་རེད་ཟེར་ཏེ་ཡོད་མ་རེད་ད་དེ་ཚང་མ་གི་ཁྱེད་བྱེད་དེ་མ་ཡིན་དེ་མང་པོ་སོང་སོང་ད་རེ་བ་ཡོད་ས་གཅིག་འདུག་དེ་ཚང་མ་གི་དོ་སྣང་གནང་རོགས་བྱེད་ཁྱེད་ཚོ་སྔོན་མ་ང་ཚོ་ཁྲིམས་ཞིབ་པ་གསོད་ཡ་རེད་ཆ་ཆེ་ཆ་ཚང་ཞབས་འདེགས་སྐབས་སུ། བཟོ་བ་དང། འདྲ་མིན་མང་པོ་གཅིག་གིས་ཚོགས་ཆུང་ལ་འགོག་རྐྱེན་སྤྲད་ཆེད་རེད། རྡ་རམ་ས་ཁ་བ་ཚང་ནས་ཚོགས་ཆུང་ནང་ཆོས་བསྡད་མ་ཡོང་མོ་བསྡད་མ་ཡོང་ཁོ་བསྡད་མ་ཡོང། ལས་ཀྱི་སྣེ་མོ་ལ་ཚོགས་ཆུང་ནང་བསྡད་དགོས་བསམ་བསམ་བསྡད་སོང། ཚོགས་ཆུང་བསྐོས་ཚར་བཞུགས་ལ།

ཤེས་ན་ཤེས་ཤེས་ཀྱི་ཡོད་དང་དྲིས་ན་དྲིས་ཤེས་ཀྱི་ཡོད་དང་མགོ་ཆ་ཚང་འཚོས་ཀྱི་ཡོད། བཙན་བྱོལ་སྤྱི་ཚོགས་ཀྱི་གནས་སྟངས་ནི། ཕ་མ་སྤུན་མཆེད་ཉེ་བ་གཉེན་ཚན་ཚང་མ་རྒྱ་མིའི་མེ་སྟག་གི་སོ་ཁ་འོག་ལ་བསྡད་ཡོད་པ་ང་དེར་ཐུགས་རྗེ་ཆེ་ཞུ། བོད་ནང་གི་གནས་སྟངས་དེ་ཤེས་ན་ད་རེ་རེ་བཞིན་དུ་ཤེས་དགོས་མ་རེད་མང་པོ་ཞིག། འོ་དེ་བྱས་དུས་ད་ད་ལྟ་རེ་བ་ག་རེ་བཏོན་ཟེར་ན་ཁོང་གིས་ག་རེ་གསུངས་ཟེར་ན།

ཁྲིམས་ཞིབ་པ་རྩད་གཅོད་གཏོང་མཁན་རྩ་ཆུང་གི་བཅའ་ཁྲིམས་ལ་དགོངས་དོན་ཁྲིམས་ཞིབ་པ་རང་རང་གི་ཐུགས་མི་འདུག་གཏང་མཁན་བཙུགས་བཞིན་ཡོད་རེད། དེ་ཡིན་དུས་ད་དེ་ནུས་ཀྱི་ཁྲིམས་ཞིབ་པ་དེ་ཡོང་མཁན་དེ་ཏང་ཡོན་རུ་ཆི་ཨ་དྷརམ་ས་ལ་ངེས་པར་དུ་མ་གཏོགས་ཀྱི་ཡོད་རེད་ལབ་ཏེ་ལུང་པ་སྟོང་པ་འབྱུང་བཞིན་ན་ཕན་ཐོགས་མི་འདུག་དེ་འདང་ཞིག་དཔེ་བཞག་སོང་ལས་ངའི་རྒྱལ་ཁབ་ལ་དཔེ་བཞག་ཡག་དེ་ཚོ་ཚང་མ་དེ

གྲྭ་བ་ཚེ་བརྟན་དང་བྱེད་གི་མེད་ལ་མགོ་ཡ་ཡོད་མ་རེད། ས་དགེ་ལོག་པ་རྣམས་དགེ་ལོག་པའི་ལག་ནས་རྒྱག་སོང། སྔོན་མ་གི་དཔེ་རྒྱག་སྟངས་བཅས་ལ་བཞག་ནས་ངས་གྲྭ་བ་བྱེད་མི་བྱེད་རྒྱག་ཡོད། ད་ཕ་ཆེ་ཁོང་གི་ཕྲུ་གུ་དེ་འདྲུས་གྲྭ་བ་བྱེད་ཡོད་ས་མ་རེད། མ་བྱེད་ཡག་དེ་རང་དབང་རེད་དྲན་ནས་བྱེད་མེད་ཡིན་ས་རེད་བ། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གྲྭ་བ་བྱེད་མི་བྱེད་རང་དབང་བྱེད་ཡོད་རེད་དེ་བྱས་ནས་བྱེད་དགོས་མ་རེད།

ད་སྔོན་མ་ང་ཚོ་གི་དྲ་ཕྱིའི་སྡེ་སྒྲུབ་པའི་ལོ་ལོ་ལོ་ཅིག་ཡིན་ས་རེད་བ། ད་དྲ་བ་བྱས་ཡོང་ས་མ་རེད་ད་ཕན་ཐུག་གི་ཡོད་རེད་བ་གད་མ་ཐེག་ཐུག་ལ་ཨ་ནི་རེ་བ་རྒྱག་གི་ཡོད། ཨ་ནི། ད་དཔེ་གཞན་མ་བཞག་ནས་མདོ་སྟོད་ནང་གཅིག་གི་དཔེ་མང་པོ་ཅིག་བཞག་ནས་འདི་བློ་ཕམ་བྱུང་སོང་གི་འདུག་ད་དེ་ལ་ངས་ད་ཅིག་དཔེ་དང་པོ་ནས་བཞག་ཡོད། འཇིག་རྟེན་རྟ་ནང་གཅིག་ལ་མཐོང་སྣང་རྒྱ་མཐོང་སྣང་མ་འདྲ་བ་ཡོང་གི་རེད། དེ་དུས་ད་ཡང་ཆུད་ཐུབ་གི་མ་རེད་དགོངས་པ་རྩ་བ་ཉིད་ནས་མ་ཚང། ང་ནི། བོད་འབོར་གྱི་མི་དམངས་ཚེ་སྲོག་གི་འོས་ཤོག་བློ་བཟང་སྐབས་བཅུ་བདུན་པ་ལ་བཅུ་བདུན་བྱས་བསྡད་ཡ་ཡིན། འདི་པ་དག་ལ་ཆེས་དགོངས་པ་རྫོགས་སོང་ན་བློ་ཕམ་གྱི་རྫོགས་ཡ་རེད་མ་གཏོགས་ཏེ་ང་སྤྱི་མཐུན་དུ་ཕྱི་འཐེན་བྱེད་ཐུབ་མ་རེད། ང་བོན་པོ་ཚང་གི་དགེ་བཤེས་ཡིན། བོན་པོ་ཚང་གི་གྲིས་མགོ་ལ་བསྡད་རྒྱག་གི་ཡོད། གདན་ས་ཆེན་མོ་སྨན་རི་ལ་ཡང་སོང་ན་གྲིས་མགོ་ལ་བཞག་གི་འདུག་ག་སོང་ན་གྲིས་མགོ་ལ་བཞག་གི་ང་གྲྭ་བ་དེ་མ་དོན་ཐུབ་མ་རེད།